བོད་པའི་སྨན་པ་ཚོ་གི་བེད་སྐྱེད་བྱས་པ་གསུངས་ཡོད་རེད། ནི་ངས་དེ་ག་ལ་ཞུས་པ་ཡ་གལ་མི་འདུག་དེ་ཡིན་ན་ཡང་ཡང་དམིགས་བསལ་གྱི་ཡང་སྒོམ་དང་འབྲེལ་བའི་ཐོག་ནས་ཨེ་ནི་བཅོས་ཐབས་བྱེད་ཚུལ་དེ་ཨེ་ནི་གཞན་དག་ལ་མེད་ཡིན་ཙང་དེའི་ད་ག་སོང་དེ་འདྲ་ཡིན་ཙང་ངས་དེ་འདྲའི་ཐོག་ཅིག་བཤད་དགོས་མེད་འགྲོ་བསམ་སོང། ད་དེ་བཤད་དགོས་རྒྱུ་མཚན་ག་རེ་ཟེར་ན།

ཨ་ནི་བོད་སྨན་བསྟེན་པ་ཡིན་རྒྱ་སྨན་བསྟེན་པ་ཡིན། ཁྱོད་ནི་ཁེ་ཁེ་གྲགས་མ་སོང། ཨ་ནི་དགེ་བཤེས་ལགས་ལ་ཨ་ནི་མན་ངག་དེ་འདྲས་ཡོད་ན་གསུང་རོགས་བྱས། འོ་དེ་འདྲས་བྱས་ན་ང་ལ་ཡག་རེ་གུས་གནང་བཞག། ཨ་ནི། ངས་ཀི་འོ་ང་ལ་མན་ངག་ཅིག་ཡོད་ཡོད་དེ་ད་ཡིན་ན་ང་དེ་ཚོའི་ཟུག་གུ་བལྟས། ཐང་རེ་བ་ཆད་དེ་འདྲས་བྱས་ནས། དེ་འདྲས། ཁ་ཟོ་དེ། ཨ་ནི་ཡང་ཟོ་ཐུབ་མ་གཏོགས། ངས་བཤད་ཐུབ་ས་མ་རེད། ཁས་ལེན་ཐུབ་ཀྱི་མེད། ཡིན་ནའི་ངས་བཟོ་ཐུབ་ན་ངས་བཟོ་གོ། འོ་དེ་འདྲས་ཅིག་ཞུ་ཡ་བྱུང། འོ་དེ་འདྲས་ཞེས་ནི་ད་གང་བྱེད། འོ་དེ་འདྲས་རེད་ཞུ། དེ་ཡོང་སྟངས་རེད་བ་དེ་འདྲས་ཡིན། ད་ཡིན་ནའི་ཡང་ད། ད་སྤྱི་བཏང་གི་ཡ་མེད་ཐོག་ལ། ཁ་ཚུར་ལ་བོད་པའི། འོ་ད། མེན་གཞུང་དང་མེན་པ་ཚོ་གི་གསུང་ལ་ལྷག་ང་ལ་བཤད་ཁས་བཤད་ཁས་ཁས་མེད། ཨོ་ཡིན་ན་ཡང་དག་སྒོམ་དང་འབྲེལ་ནས་དེ་ནི་ཡག་མ་བྱེད་ཐབས་ཤིག་ཡོད་རེད་དེ་ང་རང་གི་ཉམས་མྱོང་ཐོག་ནས་ང་རང་གི་རང་གི་བཟོས་པ་ཅིག་ཡིན་དེ་ཆེས་ཡང་བཟོས་ནས་ཞེ་དྲག་ཡག་པོ་གྲགས་སོང་དེ་འདྲའི་ཡིན་ས་ངས་དེ་བག་དེ་ནི་གཞན་དག་ལ་བག་ཡག་ཅིག་བཤད་ན་ཡག་པོ་འདུག་བསམ་ཚར་བྱས་ནས་ནི་ངས་རྣམ་པ་ཚོ་ཞུ་གི་ཡོད་ཨོ་མན་ངག་དེ་དེ་འདྲའི་ཅིག་ཡིན་ད་དེ་ལ་ད་སྤྱི་སྟངས་བྱས་ན་མན་ངག་དེ་ཁ་སོང་ད་སྤྱི་སྟངས་བྱས་ན་ད་ཡ་མན་ནས་ཡ་མན་ནས་ལ་སོགས་པའི་ནས་ག་རེ་ཡིན་ན་ཡང་ཟེར་རྒྱུ། སྨན་དཔྱད་བཞི་ཡོད་ལ། ཟས་དང་སྤྱོད་ལམ་དང་སྨན་དང་ཨེ་ནི་དཔྱད་བཞི་དུ་བ། འོ་དེ་བཞི་ག་ད་བཞི་ག་སོགས་རེད་ད་དེ་རྣམས་ནི་དང་པོ་གསུམ་དུ་ངེས་པར་དུ་ཚང་དགོས་ད་བ། སྨན་གཅིག་གོ་གྲྭའི་ཁྱོན་ནས་རང་ཡོང་མ་ད། སྨན་གཅིག་གོ་གྲྭའི་ཁྱོན་ནས་ཡོང་མ་རེད། སྤྱོད་ལམ་འཛེམ་དགོས་རེད། ཟས་དེ་ནས་ནི་ལྷག་པར་དུ་ཟས་དེ་བཞི་བོ་འཛེམ་དགོས་རེད་ད། ཟས་ལ་མ་འཛེམ་ན་ཨེ་ནི་སྨན་ཡག་པོ་ག་ཚོད་ཡོད་ན་ཡང་ཕན་ཡག་སྣ་གཅིག་ཡོད་མ་རེད།

གང་ལྟར་དེ་ཉམས་མྱོང་ཡིན། འོ་དེ་ནས་དེ་ནས་མངར་ཆའི་རིགས་རྩ་ནས་ཆོད་ཡོད་མ་རེད། མངར་ཆའི་རིགས་དེ་ཡང་ལྷག་པར་དུ་ཤིང་ཏོག་བསྲེས་ཡག་དང་ཤིང་ཏོག་ཁོ་བ་བསྲེས་ཡག་དང་འདྲ་རྩ་ནས་ཆོད་རྒྱུ་མི་འདུག་གནས་སྐབས་སྤྱི་ལ། དེ་ནས་དེ་བས་ན་སྐབས་སུ་ད་མངར་ཆ་རིགས་མང་པོ་ཡོད་རེད་བ། དཔེར་ན་ད་ལྟ་ཁྲག་ཤོ་བསྲེས་ཡག་དང

དམའ་མཐའ་ལ་ཟླ་བ་གསུམ་འཛེམ་གནང་དང། རྒན་ཅག་ལ་ལོ་བཅོ་ལྔ་འགྲོ་ཟེར་གི་འདུག་བ། ལོ་བཅོ་ལྔ་བས་ད་བོད་མའི་བསྟན་པ་ཡིན་ད་གྲགས་མང་སོང་རྒྱ་མའི་བསྟན་ཡིན་གྲགས་མང་སོང་གསུངས་འདུག་བ། ད་ཅིག་ཆ་ན་རྒན་ཅག་རང་གི་སྤྱོད་ལམ་དེ་ག་ཟེ་ཟེ་ཟེ་དེ་ཡག་པོ་ཅིག་ཟེ་དང་སྤྱོད་ལམ་གཉིས་ལ་མ་འཛེམ་པ་ཡིན་གྱི་རེད་དྲན་གྱི་འདུག་ཨོ་དེ་རེད། ད་དེ་ནས་དེ་དེ་ངེས་པར་དུ་སྤང། དེ་ནི་ཐུན་མོང་རིགས་དང་དེ་འདྲའི་རྩ་ནི་ཆོད་ཡ་ཡོད་མ་རེད་ད། འོ་དེ་ནི་གཅིག་གི་སྐྲ་ནག་པོ་ཆོད་ཡ་དང་ད་གྲྭ་བ་ཡིན་ན་སྐྲ་ནག་པོ་ཆོད་དགོས་ཡ་ཡོད་མ་རེད་བ། འོ་སྐྲ་ནག་པོ་མི་སྐྱ་ཡིན་ན་སྐྲ་ནག་པོ་ཆོད་ཡ་བྱེད་དུ་བ་དེ་གས་ནི་ཡ་མ་དང་མིག་དང་དེ་ཞུ་བ་ནུས་གི་རེད་བ། ད་དེ་མ་ཤི་ཞུ་ལས་ཡོང་ཡ་བྱེད། མིག་དང་ཡ་མ་གཉིས་འབྲེལ་བ་ཞུ་དུ་ད་ཡ་མ་དང་མིག་གཉིས་འབྲེལ་བ་ཞུ་སྦྱོར་ད་ངས་དེ་དོན་དུ་དྲན་སོང་ན་ཞུ་ལ་ཞུ་ཡ་བྱེད།

ཨེ་ནི་ད་ག་ནས་ཤེས་གི། ཅིག། གནམ་དྲང་པོ་དེ་ནས་ན་ད། རྒྱ་གར་ལྷོ་ཕྱོགས་ཡིན་ན་གནམ་དྲང་པོ་ཡོད་མ་རོག་ད། དགུན་ཁ་དེ་ཆ་དྲང་པོ་རེད་མ་ཏོག་ཨེ་ནི། ལྷག་པ་དྲང་པོ་འདི། གདོང་ལ་ཕོག་དེ་འདྲ་བྱེད་ན་ཨེ་ནི་ཡང་ཡ་མ་དེ། ནགས་ཚལ་དུག་ཆ་ན་ཡོང་གི་འདུག་ཨ། ཨེ་ནི་མེ་ཏོག་འདྲ་མི་འདྲ། མེ་ཏོག། ཁང་པའི་ནང་ལ་མེ་ཏོག་འདྲ་མི་འདྲ་ཡོད་ན་ཡང་དེ་ཡི་ནང་གི་ད། དྲི་མ། དྲི་མ་ཡོད་ངེས་ད་ངའི་མེ་ཏོག་ཚོའི་དྲི་མ་ཡོད་མ་རེད། ཨོ་དྲི་མ་མེད་ངའི་མེ་ཏོག་ཡིན་ན་འགྲིག་རེད་དྲི་མ་ཡོད་ན་དེ་ཡི་སྣོད་གུར་ད། ཨོ་དེ་ཆེད།

ཨོ། དེ་ནི་གར་དོ་ཞེ་ན། ཨོ་ད་དེ་གཙོ་བོ་དེ་རེད། ད་དེ་བྱས་ད་ད་ལྟ་དེ། ཡང་མེ་ཀོ་དེ་ཐུང་ཐུང་ཐུང་ཐུང་མ་ཏོ་མེད་ད། ཨོ་ད་དེ་རེད་གནས་འགག། རྡོག་རྡོག་གང་ལ་བར་འགྲོ་ཞག་ཡིན་ད། ཡ་ཡ་ད་དེ་བྱས། ད་དེ་ནས་འདི་འདི་འདྲ་བྱོས་བར་ད། ད། ཟས་དང་སྤྱོད་ལམ་གཉིས་འདྲོས་སོང་ང། ད་དེ་གང་ལ་བུད་མེད་དེ།

ཡང་མ་དེ་པ་སྙ་དང་མ་སོགས་ནས་ཡག་པོ་ཞིག་བཅག་ཐུབ་པ་ཡིན་ན་དེ་ནས་ཡང་ཏེས་ཏེས་ཟ་ན་ཞེ་དྲག་གནོད་གི་མི་འདུག་ཨ། འོ་དེ་འདྲ་རེད། འོ་དེ་འདྲ་ཞིག་ད་རྩ་མེད་འགྲོ་རྩ་མེད་བཟོ་དགོས་བསམ་ན་ད་མཐའ་གཅིག་ཏུ་བཀག་གོ་ཆ་ཚང་རྒྱུན་དུ་བཀག་གོ། འོ་ད་དེ་འདྲ་ཡང་ཡོང་གི་མི་འདུག་ད་གང་ཆ་མ་འདའ་ལ་ཟླ་བ་གསུམ་བཀག་གནང་དང

ད་བཞུགས་མ་ནས་ཟབ་ས་གནང་དགོས་ལ་མ་གཏོགས་ཅིག་ཕྱི་རྒྱལ་གྱི་སྨན་པ་དེ་ཚོ་དང་བོད་པའི་སྨན་པ་འདྲ་གི་མ་གཏགས། ཕྱི་རྒྱལ་གྱི་སྨན་པ་དེ་ཚོ་ཁོ་རང་ཚོ་ཁོ་རང་ཚོ་ཁམས་བདུན་བཞུགས་ཆོག་རེད། ཅིག་བྱས་ལ་ཁམས་བདུན། གཅིག་གི་ནད་པ་གཅིག་ལ་བཏང་གཅིག་གི་ནད་པ་གཅིག་ལ་བཏང་ང་ཚོ་རྩེད་མོ་རྩེ་བ་ཟོ་གི་རེད་ད། ཨོང། བྱས་ཙང་ང་ཚོ་བོད་པ་ཚོ་ཡང་སྤྱང་ལྟོགས་ཆེ། ད། གལ་ན་འདྲ་རེད་ཡིན་ན་ད།

ཚན་རིག་རང་གིས་སྒོམ་རྒྱག་ནས་དྲགས་ནས། སྨན་པ་ཁོ་རང་ལོ་བཅུ་གསུམ་ནང་ནས་བྱིང་བ་དང། སྐྱེ་བ་དེ་སྐྱེ་བ་པའི་ཆགས་ར་དང་ག་ཚོད་མ་བལྟ། ནམ་འཆི་སྐྱེ་བ་ཆུད་ནས་ནི་ན་བཟའ་དེ་ནི་མ་སྐྱེ་བ་ཆགས་ར་སྒལ་ཚིགས་ཆགས་ར། ཨ་ནི་སྨན་ཞབས་མ་དེ་ལོ་བཅུ་ན་ཡ་དེ་སྒལ་ཚིགས་པས་གསུམ་བཞི་ཆགས་ར་དེ།

བཅོས་སྒྲིག་མང་པོ་བྱེད་དགོས་དང། ཨོ་ད་དངོས་གནས་དེ་ཚོའི་གྲངས་ལ་དཀའ་ལས་འདུག་མ་གཏོགས་ཅིག་ཚུགས་ཡོང་བ་ཡོང་བབ་སྣ་གཅིག་མེད་ད། དངོས་གནས་ཕན་སེམས་ཁོ་ནའི་དོན་ཤོས་ཡིན་ད་ངས་མཚམས་མཚམས་ཀྱི་ཅིག་ཁབ་ཏུ་བཤད་གི་རེད་ད། དེ་ཤི་དུས་ཡང་ཕོ་ཁྱེད་རང་ཚོ་ཕོ་ནའི་ད་བྱེད་ཡ་མེད་ད་ང། ཨོ་དེ་འདྲས་ང་རང་ནི་ཕན་སེམས་ཐོག་ཁོ་ནའི་དོན་ཤོས་ཡིན་ཨོ་ད་ཁྱེད་དེ་འདྲས་ཀྱི་ཟབ་ཚགས་གནང་དགོས་ད། ཨོ་ང་ལ་སྨྲས་པ་འདི་ཟོ། ཨོ་ཁྱེད་རང་འདི་འདྲ་བྱས་ན་ཅིག། ཅིག་ཅིག་ཅིག། མཆིན་པའི་ན་ཚ་ཅིག། ཅིག་བྱས་ན་ཡག་པར་ཅིག། ཅིག་རྒྱུགས་སོང་ང་འབྲོག་སྨན་ལགས་ཡིན། ལགས་ཅིག་བྱས་ན་དེ་འདྲའི། ཁོ་ཚོ་ནད་ཚ་མེད་ན་ན་ཚ། ཨེ་སྙིང་གི་ན་ཚ་དེ་བ་སྙིང་གི་ཅིག་ཅིག་བྱས་པ་རེད། ཨེ་ཅིག་སྨན་ཅིག་སྨན་སོང་ནིང་ན་ཚ་དེ་བས་ཀྱང་མི་འདུག་ཟེར་མིན་ན་ནི་ག་ཅིག་བྱས་ན་གར་ཆེན་བྱས་པ་རེད། ཧེ་རོ། བྱས་ཙང་ཁོ་ཚོས་ང་ཚོ་བཙན་པོ་ཚོས་ལ་ཚོང་རྫས་ཟོས་ནས། ཕ་བཏང། ཕན་ནས་ཡིན་ན་གཞན་དག་ཅིག་ལ་ཕ་བཏང། ཁོ་རང་ཚོ་ཁམས་མདུན་རེད་དོ།